རླུང་དང་སྤྲིན་དཀར་གྱི་དབྱིངས་སུ་བསྙལ་བས། མེ་ཏོག་དང་རྣམ་སྣང་ཆབ་ཀྱི་རྣམ་ཤེས་དག་ཟིན། ལྷ་ཚོགས་ཀྱི་མིག་ཟུང་དུ་འཚེར་བའི་གསེར་གྱི་ཉི་མ་བཞོན་ནི། ས་ཆེན་གྱི་སྒལ་ཚིགས་སུ་བརྡབས་པའི་གངས་ཀྱི་བཙན་རྫོང་རབ་ཆེན། ཡབ་ཆེན་གྱི་མཚོན་གྲོང་ལྟ་བུའི། ཁྱད་སྐྱུགས་ཀྱི་རྩི་མདངས་དུ་བོར་ཏེ། དོན་དམ་པར་བདག་གི་བླ་སྐྱོགས་ཀྱི་རྟིང་མར་བསྣོལ་བའི་ཁྲག་དང་ཀ་ཡིག་གི་བཞུར་རྒྱུན་ཆོད། གོ་དུས་སུ། ཁྱེད་ནི་ཆང་དཀར་བེར་ནག་གྱོན་པའི་མི་ཕོ་ཞིག་སྟེ། གནའ་བོའི་དུས་སུ་ས་ཆེན་གྱི་མཐོང་ཁ་ཁྱོད་ཀྱི་རལ་བར་མིག་པོ་ཤི་ལམ་ཡིན་ཟེར། འོ་ན། རལ་བ་ཆད་པའི་ཁྱོད་རང་ད་ལྟ་ད་དུང་ཡང་ངོ་གདོང་དམར་སྨུག་གི་ཁྱོད་རང་ཡིན་ནམ། ལོ་ངོ་མང་པོའི་སྔ་རོལ་གྱི་སྔ་རོལ་དེར། ཁྱོད་ནི་རང་ཉིད་ཀྱི་འཁོར་དང་མངའ་འབངས་བདམས་པའི་ཁྱིམ་ཆེན་ཞིག་སྟེ། སྤྲུལ་པའི་རྩེ་མོ་ན་སྤྲིན་དཀར་གྱི་ཆུ་བུར་བཞིན་དུ་བརྩེན་པ། མེས་པོའི་དཔའ་མཚན་དང་གཞུང་ཆེན་གྱི་བྱམས་སེམས། ད་དུང་ས་ཆེན་གྱི་དགའ་ཚིགས་སུ་བརྡབས་པའི་རྟུལ་ཕོད་ཀྱི་རི་དྭགས་གསོན་པོ་དེའང། ཉི་ཟེར་དང་སྤྲིན་ཚབ་ཀྱི་ཨ་ལོང་སྒྲིལ་མཚམས་སུ། གངས་རི་དང་རྩྭ་ཐང་གི་ལྟེ་ཁྲི་མཐུད་མཚམས་སུ། ས་ཆེན་གྱི་སུམ་གཉིས་ཞབས་ཀྱི་རྣམ་པའི་ཁྱོད་ཀྱིས་མི་ལྟོས་མིག་འབྲས་ཟུར་ཞིག་རྨ་འབྲས་བཞུར་རྒྱུན་ལ་དྲངས་བའི་ལོ་ཟླ་དེར། སུ་ཞིག་གི་མགྲིན་སྒོ་ནས་བྱམས་དང་སྙིང་རྗེའི་གསང་ཆབ་ཀྱི་གླུ་སྐད་འཁྱག་མ་མྱོང། སུ་ཞིག་གི་ཐུགས་དགོངས་སུ་ལུས་དང་རྒྱུ་འབྲས་ཀྱི་མེ་ལོང་ངོས་སུ་རྩྭ་འཁྱག་མ་མྱོང། ཧྲི་ཞིག་གི་རིའི་རྐང་དུ་དཔའ་དང་སྤོབས་པའི་རྩལ་སྤྲུགས་ཀྱི་སྐལ་རོལ་མཉམ་མམ་མྱོང། དོན་དམ་པར་གླུ་སྐད་ལྟ་བུའི་མེ་ལོང་ལྟ་བུའི་སྐར་ཆེན་ལྟ་བུའི་སྙན་འཇེབས་ཀྱིས་དག་ཟིན་གྱི་ལྷམ་མེ་ཀྱི་ཁྱོད་རང་གང་ན་བཞུགས་ཡོད།